ལྷག་བསམ་ཚོགས་པའི་ངོས་ནས་འབོད་སྐུལ་ཞུས་པ་ཞིག་གསུངས། མ་འོངས་ཉིས་སྟོང་ཉི་ཤུ་ཚེག་གཅིག་གི་སྤྱི་འཐུས་འོས་མི་ཞང་ཡོངས་ཉེན་ཞོ་བ་འཇིགས་མེད་ལ་གཏུགས་བྱས་ནས། ལྷག་བསམ་ཚོགས་པའི་ངོས་ནས་འབོད་སྐུལ་ཞུས་པ་ཞིག་གསུངས་ཁོ་རང་དང་ལེན་གནང་བྱས་ཏེ་གཏམ་བཤད་གནང་སྐབས། ཨ་ནི་ལྷག་བསམ་ཚོགས་པའི་ནང་ལ་ཡ་ཨན་བྱོན་པ་ལེགས་ཞུ་ཡས་དང་དང་ལེན་གནང་བ་ལ་སྙིང་ཐག་པ་འཐུ་ཆེ་ཞུ་ཡས་ཡིན། འཇིགས་མེད་ལ་བྱོན་པ་ལེགས་ཨ་ནི་ཕེ་རོགས་གནང་ཞུ་ཡས་ཡིན། ལྷག་བསམ་ཚོགས་པ་འདི་ནང་ལ་ཡོད་པའི་སྐྱབས་རྗེ།

ང་དང་ང་འདྲ་བའི་ཡིད་འབྱུང་འགྱུར། ཨ་མདོ་སྤྱི་འཐུས་ལགས་ངའི་རྣམ་པ་ཚོ་རེད། མདོར་ན་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་རྣམ་པ་ལྷན་རྒྱས་ཚང་མ་ལོ་ན་ཡ་ང་སོ་སོ་བཞུགས་ཡུལ་དང་འཚམས་པའི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་བྱིན་ཞུ་གི་ཡོད། ཨ་ནེ་རྩ་བའི་རྟ་རྣམ་པ་ཚོ་མང་ཆེ་གཅིག་གིས་ད་དེ་བ་རི་དྲ་རྒྱ་བརྒྱུད་ལམ་རེད་བྱེད་སྟངས་ཀྱི་རྩ་ཆབ་སྲིད་རེད་ཨ་ནེ་བོད་ཀྱི་གནས་བབ་ཐོར་ཐུག་ན་ནག་ཉེས་བརྗོད་པ་ཚོ་མཛའ་ད་གཅིག་གིས་རྣམ་པ་ཚོ་མང་ཆེ་ད་ཁས་འདེགས་རྒྱུར་རྟ་ཡིན་མིན་ན་ཡང་མཁས་པ་ཆེ་ལ་ནན་ཏན་གྱི་དཔེ་ལྟར་ཨ་ནེ་གཅིག་ཐོག་མར་སོ་སོའི་འོས་བླུགས་སའི་མི་དེ་གང་དེ་བྱིན་པ་གཅིག་ད་ཨ་ནེ་མི་དེ་གིས་བོད་འཐབ་རྩོད་ཐོག་རི་ཡ། འདིར་བོད་མི་རིགས་ཐོག་ཞབས་འདེགས་ག་འདྲས་ཞུ་ཐུབ་ས་རེད་བསམ་པ་ཞིག་དང་འདས་པའི་ལས་ཀ་ག་འདྲས་བྱས་བྱས་ཤག་ག་འདས་བྱས་ཡིན་ནམ་བསམ་པའི་གི་དགོངས་པ་བརྗོད་དུས་རྐང་པ་རྣམ་པ་ཚོས་སོ་སོའི་འོས་མི་དེ་ཡག་པོ་བྱས་ནས་མཁྱེན་རྟོགས་ཡོང་ཡག་ཆེད་དུ་སོ་སོའི་འོས་ལངས་ཉེས་ཅིག་ཡིན་པའི་ངོས་ནས་སོ་སོའི་གི་ངོ་སྤྲོད་དང་ལོ་རྒྱུས་ཞུ་དགོས་དཔེ་མི་སྲིད་གལ་ཆེན་པོ་འགྲོ་ཆེ་རེད་ཤག་བྱས་ཙང་དེ་ནས་ཡིན་མ་ཚོགས་ཙང་ང་རང་སྒེར་གྱི་ངོ་སྤྲོད་མདོར་བསྡུས་ཅིག་ཞུས་པ་ཡིན་ན་ང་རང་སྐྱེས་ས་དེ་བོད་ཀྱི་རྒྱལ་ས་ལྷ་ས་ཞོལ་ལ་སྐྱེས་པ་ཅིག་ཆགས་བསྡད་ཡོད། ཆེད་གཏོང་དགུ་བཅུ་དགུ་བཅུ་གོ་བཞི་ལོར་ཡང་རྒྱ་གར་ལ་འབྱོར་རྗེས་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེའི་བཀའ་དྲིན་ལ་བརྟེན་རྗེས་མ་སུ་རིའི་བོད་ཁྱིམ་སློབ་གྲྭ་རེད་དེ་ནས་ཝར་ནཱ་སི་ཨིའི་བོད་ཀྱི་སྤྱི་ཐུབ་བཟོ་ལག་སློབ་གཉེར་ཁང་ལ་ཡང་འཛུལ་ཞུགས་བྱས་རྗེས་ཤཱ་སི་རེ་ཨ་ཅཱ་རི་ཡར་ཐོན། དེའི་རྗེས་ལ་ལྡི་ལི། སཱ་རཱ་སཝཱ་ཏི་མཐོ་རིམ་སློབ་ཁང་ནས་པ་རམ་པི་ཀ་ཐུགས་སུ་ཐོན་པ་ཅིག་ཆགས་བསྡད་ཡོད། ད་རྩ་བའི་མ་སུ་རི་བོད་ཁྱིམ་སློབ་གྲྭ་ལ་ཡོད་པའི་སྐབས་ནས་ཅིག་ད་སློབ་གྲྭའི་ནང་གི་ཆེ་གོ་རྣམ་གསུམ་རེད་དྭགས་ན་བཞིན་གྱིས་ད་སློབ་གྲྭའི་བྱིས་པའི་རྐྱེན་དང་ལ་སོགས་པ་འདི་འདྲས་ཀྱི་རྐྱེན་གྱིས་ཡང་རེད་ད་ནང་བཞིན་གྱི་སྐབས་དེའི་སྐབས་ནས་གཅིག་གིས་ཁ་ཟུར་བས་གཅིག་གིས། སོ་སོའི་ངོས་ནས་སོ་སོའི་གྱི་ད་མི་རིགས་ལ་བཅངས་པའི། གཅིག་སྡུག་བསྔལ་རེད་ཅེས་ད་ཁ་ལ་ཁ་ཙམ་ཡོད་པ་དེ་ཡོད་བསྡད་པར་ཅི་སྡུག་ཆགས་བསྡད་ཡོད་རེད། ཨ་ལྷག་པར་དུ་ད་སྤྱིར་ཉིས་སྟོང་ལོ་ཝར་ན་སི་འཛུལ་ནས་བྱས་རྗེས་ཨ་འདིའི་རྗེས་ལ་ཡང་ད་གཅིག་ཉིས་སྟོང་གཉིས་ལོར་ཡང་ཝར་ན་སི་ལ་ཡང། མདུན་སྐྱོད་བོད་ཀྱི་སློབ་ཕྲུག་ཚོགས་པ་གསར་འཛུགས་བྱས་རྗེས་ཟླ་བ་བདུན་ཟིན་ཁར་ཡང་རྒྱ་གར་རྒྱལ་ཡོངས་ལ་རྐང་འཁོར་འགྲུལ་བཞུད་ལས་འགུལ་སྤེལ་ཡག་རེད། དེ་ནས་ཉིས་སྟོང་གསུམ་ལོར་ཡང་སློབ་གཉེར་ཟློས་གར་ཚོགས་པ་གསར་འཛུགས་བྱས་རྗེས་སློབ་ཕྲུག་སྤྱི་ཡོངས་ཀྱིས་འདེམས་སྒྲུག་བྱས་རྗེས་ལོ་གསུམ་ཟིན་ཁར་ཚོགས་གཙོའི་ལས་འགུལ་ཞུ་ཡག་དེ་འདྲ་རེད། དེའི་རྗེས་ཉིས་སྟོང་ལྔ་ལོར་ཡང་ཝར་ན་སི། བོད་ཀྱི་གཞོན་ནུའི་ནང་ཆོས་མཐུན་ཚོགས་ཀྱི་དང་གཅིག། གསར་འཛུགས་མི་སྣའི་གྲས་གཅིག་དང་ཐོག་མར་རིག་གཞུང་འགན་འཛིན་དེ་ནས་ཚོགས་གཙོའི་ལས་འགུལ་དུ་ཞུགས། སྤྱིར་ཉིས་སྟོང་དྲུག་ལོ་ལ་ཡང་གཅིག་སློབ་ཕྲུག་སྤྱི་ཡོངས་ཀྱིས་བདམས་ཐོན་བྱས་པ་ནང་བཞིན་གཅིག་གིས་སྟོད་ཐང་རྩ་གཏོར་ཚོ་ཆུང་གི་ཚོགས་མི་དང་ལྷག་པར་དུ་ད་ཐབ་ཚང་བྱེད་བྱེད་སློབ་ཕྲུག་གི་ཐབ་ཚང་གི་གཉེར་པ་བྱས་ནས་སློབ་ཕྲུག་གིས་ད་ཞལ་རག་བྱ་སྟངས་འགན་འཁྱེར་ཡག་ར་ཅིག་གི་གོ་སྐབས་བྱུང་སོང། ཉིས་སྟོང་བདུན་ལོ་ལ་ཡང་སློབ་གཉེར་བདེ་དོན་ལྷན་ཚོགས་ཀྱིས་ད་རྩིས་རིག་འགན་འཛིན་ལས་འགུལ་སྒྲོག་བྱེད་ཞུས། སྐབས་དེའི་སྐབས་ལ་རྒྱལ་ཡོན་ཆེན་མོའི་རྐང་རྩེད།

བོད་ཞབས་ཕྱག་བསྟན་ཡོད། ཨ་ནེ་སྐྱིད་སྟོང་ཉིས་སྟོང་བཅུ་ལོར་ཡ་ཐབས་བོད་གཞུང་ལྷན་ཚོགས་སྤྱི་ཁྱབ་ཨུའི་རྒྱུན་ལས་ཁང་ལ་འདེམས་ཐོན་བྱུང་རྗེས་ལོ་གསུམ་རིང་ལ་ཡ་ཨ་རིག་གཞུང་འགན་འཛིན་གྱི་ལས་འགུལ་བྱས་རྗེས་དུ་བྱུང་བསྡད་པ་རེད། ད་ནང་བཞིན་གྱི་སྐབས་འདིའི་སྐབས་ཡ་ཐབས་ཉིས་སྟོང་གཉིས་ལོ་ལ་རེད་ད་ལྟ་རྒྱ་ནག་གཞུང་གི་ངོས་ནས་སྤྲུལ་སྐུའི་ལམ་ལུགས་དང་འབྲེལ་བའི་ཐོག་ལ་གང་ལྟར་ད་བོད་བརྒྱུད་ནང་བསྟན་གྱི་སྤྲུལ་སྐུའི་གྱི་ལམ་ལུགས་དེ་ཐེ་ཇུས་བྱས་ཆེད་དུ་ད། ཡིག་ཆ་ཨང་ལྔ་པ་ཟེར་ཅིག་ད་ཉིས་སྟོང་བདུན་ལོར་པར་བརྒྱབ་ཤོག་པ་ཅིག་ཡོད་རེད། འོ་དེ་ཡང་ད་ཡིག་ཆ་ཨང་ལྔ་པ་ཟེར་དེ་ཡང་ལན་འདེབས་ཀྱི་ཚུལ་དུ་ཨང་ང་རང་ངོས་ནས་དེ་ལན་འདེབས་སྨུག་མོའི་སེར་བའི་སྒྲོན་མེའི་ས་ཆེན་རྩམ་སྒྲིག་བྱས་རྗེས་ཨམ་པར་འདེབས་ཆེད་དུ་བྱུང་ཡོད། དེ་ནས།

རྒྱ་གར་རྒྱལ་ས་ལྕང་ཐ་མ་འདི་ལ་ཡང་ཟླ་བ་གཅིག་མ་སེམས་ཀྱིས་ཟས་བཅད་ངོ་རྒོལ་འདས་པ་རེད་ད་དེའི་བརྒྱུད་རིམ་ནང་ལ་ཡང་ཐོག་མ་ཟས་བཅད་ངོ་རྒོལ་འདས་མ་བཅུག་པ་བྱས་ནས་ང་ཚོ་ཕི་ནས་ལྕང་ཐ་མ་འདི་ནས་ཕྱིར་འབུད་བྱས་པ་རེད་ང་ཚོའི་ཁུར་དུ་དུ་མ་ཞིག་བྱེད་ཆེད་ཨང་ང་སྐབས་དེའི་སྐབས་ང་ཚོ་ཚུར་བསམ་ཡས་གླིང་ད་གཞིས་སྒར་གྱི་དགོན་པའི་མདུན་ཐང་འདི་ལ་བསྡད་རྗེས་མུ་མཐུད་ནས་ཟས་བཅད་ངོ་རྒོལ་བྱས་ཡོད་རེད་དེའི་རྗེས་ལ་གནས་ཚུལ་དེ་ལྷོད་ར་ཕྱིན་པའི་སྐབས་ལ་ཡང་ཡང་བསྐྱར་བར་ལྕང་ཐ་མ་འདི་ལ་ཕྱིན་པ་རེད་དེ་ནས་ཕྱིན་རྗེས་ཨང་སྐབས་དེའི་སྐབས་ལ་རྒྱ་ནག་གི་ད་དཔོན་རིགས་དང་ད་སྲིད་བློན། གཞོན་པ། རྒྱ་གར་ལས་ཀྱི་དུས་ཚོད་དང་ནི་ཁོ་རང་ཚོའི་གནས་སྟངས་གཅིག་སྐོར་ཡིན་པའི་སྐབས་རེ་ཡང་ཕྱི་ནང་གི་གནོན་ཤུགས་མང་པོ་ཞེའུ་ཅིག་དབང་གིས་ང་ཚོ་ཟས་བཅད་ངོ་རྒོལ་བྱེད་ཉལ་དང་ལས་འགུལ་མཉམ་ཞུགས་བྱེད་ཉལ་ཆ་ཚང་འཛིན་བཟུང་བྱས་རྗེས་བཙོན་ཁང་ལ་འདུག་སྲོལ་སློབ་པ་རེད། བཙོན་ཁང་ལ་བསྡད་པའི་སྐབས་ལ་ཡིན་པའི་ནས་ལས་སོ་སོའི་ངོས་ནས་མཐོ་དམན་ཆོད་སེམས་ཡོད་པ་ལྟར་བཙོན་ཁང་ནང་རོ་ལ་ཁ་ལག་ལ་སོགས་པ་དང་སྨན་བཅོས་ཐོན་སྐྱེད་གང་ཡང་དང་ལེན་མ་བྱས་པ་བྱས་ནས་གང་ལྟར་སོ་སོའི་གི་ལྟ་སོགས་དེ་གང་ལྟར་སོ་སོའི་རྒྱལ་ཁབ་དང་མི་རིགས་དོན་དང་ལེགས་སྐྱེས་ཕུལ་དགོས་བསམ་པའི་བསམ་བློ་གཅིག་གི་ཐོག་ནས་བཙོན་ཁང་ནང་ལ་ཡིན་པའི་གནས་རེད། ཨ་ན་ས་ཆ་དྲང་པོ་འདི་གའམ་བརྟེན་གྲབ་གྲབ་ཅིག་གང་ལ་བསྡད་རྗེས་ཁ་བརྡ་ཁ་ལག་ཁྱོན་ལ་དང་ལེན་མ་བྱས་པ་བྱས་ནས་བཙོན་ཁང་ནང་བསྡད་ཤུལ་འགའ་ལས་འདུག་བྱས་པ་ཡིན། དེ་ནས་བཙོན་ཁང་ནས་མུ་མཐུད་གློད། བཙོན་ཁང་ནས་གློད་པ་རེད་དེ་སོ་སོའི་དགོས་དོན་དེ་མ་འགྲུབ་པ་སོང་ཙང་མུ་མཐུད་ནས་ཨ་ནི་ཅང་འདར་མ་འདར་ཡང་ཟས་བཅད་གོང་བཀོད་བསྡད་རྗེས་ཨ་ནི། ཟླ་བ་གཅིག་མ་སེམས་སྡུག་བྱེད་དུས་ད་གང་ལྟར་མཐའ་མ་འདི་ལ་ཡང་ཨ་ནི་རྒྱ་དཀར་ཉེན་རྟོག་པའི་གནོན་ཤུགས་འོག་ལ་ཡང་ཚང་མ་འདུག་ཟེར། བ། མན་ངག་ལ་ཁྱེད་སྤྲོས་གནས་བབ་བྱུང་རེད་སྐབས་དེ་དུས་སོ་སོའི་ངོས་ནས་ད་གཅིག་བྱེད་དགོས་འདུག་ཨ་ས་ལས་སོ་སོས་བེད་ལྟ་བ་གཅིག་མ་སེམས་ཁ་ལ་ཟས་ཡོད་མ་རེད་སོ་སོས་ཀྱིས་ད་གཅིག་ནུས་གུ་སྤྱོད་དྲུག་གིས་གྲོས་ཡག་དག་བྱེད་པ་ཕྱིར་ཡང་གནས་ཚུལ་གཅིག་བཟོ་ཐུབ་ན་བསམ་པས་ཀྱིས་འབད་བརྩོན་མང་པོ་གཅིག་བྱས་པ་རེད་ཡིན་ནའི་མཐའ་མ་འདིར་ཡང་ད་ག་སོ་རེ་ཉེན་རྟོག་པའི་དུག་སེམས་ཀྱིས་ང་ཚོ་ཚང་མ་བཙོ་བ་མན་ངག་འདུག་ཟེར་གྱི་བ་ཆགས་ཡོད་རེད། འདི་ནས་གཅིག་སྟོང་དགུ་བརྒྱ་ཁ་ཚོར་ཉིས་སྟོང་བཅུ་དྲུག་ལོར་ཡང་གཅིག་ཨ་ནེ་བོད་རྒྱལ་ཡོངས་མང་གཙོ་ཚོགས་པའི་གི་གུ་ཏྲིའོ་རི་ཡག་ཏཱ་སྲིད་སྐྱོང་བགྲོ་གླེང་ཆེན་མོ་སེར་བྱེས་བཞུགས་སྒར་དུ་རམ་ས་ལ་དགོངས་ཚོགས་ཆེར་བསྟར་ཏེ་རྣམ་པ་ཚོགས་ཀྱི་ཐད་གཏོང་ལམ་སྟོན་སེ་ཡོ་རེ་དྲ་རྒྱའི་བརྒྱུད་རིམ་གནང་རིང་སེ་ཡོ་རེ་དེའི་སྐབས་ལ་ཡག་ཏཱ་ང་རང་གཙོ་སྐྱོང་བྱས་ཀྱི། རྒན་འགྲོ་བྱེད་ཆོག་གཙོ་སྐྱོང་ལས་འགུལ་ཞུས་པ་ཡིན། མཐོ་དམན་ཆགས་ཤིག་ལ་ཡང་གཅིག་ཐ་ག་ཚོར་བའི། སྐབས་དེའི་སྐབས་ལ་ཡག་ཏཱ་འཁྲུག་ཆེ་དོད་པའི་སྤྱི་ཚོགས་དེ་སོང་ཙང་དེ་འདས་ཀྱི་ད། འཁྲུག་ཆེ་མ་ཡོང་བའི་ཆེད་དུ་ཨ་ནེ་རྣམ་པ་གཉིས་ཀ་ལོ་སྲིད་སྐྱོང་ཡིན་མིན་རྣམ་པ་གཉིས་ཀ་ལོ་ལ་དྲི་བ། ང་རེ་ང་རེ་བསྐུལ་ནས་བྱ་ཡག་གི་ཐག་གཅོད་རོགས་གཅིག་ཆུང་བར་དེ་ལས་ང་རང་གི་ད་གཙོ་སྐྱོང་ཡིན་པའི་ཆ་ནས་སྟངས་འཛིན་རང་བྱེད་དང་ད་དེ་འདྲས་ཀྱི་དགེ་རྒན་བྱས་བྱས་མི་རེ་རེ་ལ་ཡང་དྲི་བ་བཅུ་གཉིས་བཅུ་གཉིས་བཏང་ཐུབ་ཡག་གཅིག་ད་ཨ་ནེ་དེའི་ལྟ་བུའི་བགྲོ་གླེང་འདི་ཡང་ཨ་ནེ་གཅིག་གི་དཀའ་ངལ་ད་ཟང་ཟིང་ད་ཨ་ནེ་གཅིག་གི་གང་ཡང་མེད་པའི་ཐོག་ནས་ལེགས་འགྲུབ་བྱུང་ཡོད་རེད། ནི། ཉིས་སྟོང་བཅུ་བདུན་ལོར་ཡ་ཨན་བཅས་ཀྱི་ཁ་གསོ་རེ་ད་ཐེངས་བཅོལ་ཞུས་པའི་རྒྱ་གར་རྒྱལ་ཡོངས་ཀྱི་ཚོང་འབྲེལ་རིག་གཞུང་ཚོགས་འདུ་ཟེར་ཞིག་ད་དེ་ནར་ཕྱིན་ཆད། དེ་གཏམ་བཤད་སྤེལ་ཡ་ད་དེ་ནས་བྱུང་སུ་བོད་དང་འབྲེལ་བའི་སྐོར་ད་ནང་བཞིན་གྱི་ཉིས་སྟོང་བཅུ་དགུ་ལོར་ལ་ཡང་བར་ན། དབུས་བོད་ཀྱི་ཆེད་དུ་མདོ་ལ་སློབ་གཉེར་ཁང་དང་སློབ་ཟུར་ལྷན་ཚོགས་ཐུན་མོང་ཐོག་ནས་གོ་སྒྲིག་བྱས་པའི་ད་གེ་ཇི་ཨན་གྱི། བོད་དང་ཧི་མ་ལའི་རིག་གཞུང་ཐོག་གི་བཀའ་བགྲོ་གླེང་ཚོགས་འདུ་ཞིག་འཚོགས་པར་བདེ་ལེགས་སོ་སོས་ཀྱི་རྩོམ་ཡིག་དང་ཅིག་རྩོམ་ཡིག་ཕུལ་ཡ་དང་དྭགས་ནང་བཞིན་གྱི་གཏམ་བཤད་བྱས་ཡ་དེ་འདྲ་བྱུང་སོང། དྭགས་ནང་བཞིན་གྱི་ཁ་གསོ་རེད། ལྷོ་ཤར་ཨེ་ཤི་ཡའི་ཐེངས་བཅུ་བདུན་པའི་མཐུན་གྲོགས་ཅིག་རྒྱ་གར་གྱི་ས་སྐམ་པོར་འཚོགས་པ་རེད། རྒྱ་གར་གྱི་ད་ལྟ་སྐམ་པོ་གྲོང་སྡེར་འཚོགས་པ་རེད། ད་སྐབས་དེ་དུས་སོ་སོ་བོད་རང་གི་མིང་ཐོག་ནས་ཨང། སྐུ་ཚབ། ལྟ་ཐོག་ལས་བྱེད་བཅར་ཆས་བཅས་སྐབས་དེ་སྐབས་ལ་ཡང་སོ་སོས་བོད་དོན་ངོ་སྤྲོད་བྱེད་ཡ་རེད་བོད་རྒྱལ་དར་ཁོང་ཚོ་ལ་བསྟན་རྗེས་གང་ལྟར་བོད་དོན་ངོ་རྟགས་བྱེད་ནས་གང་ལྟར་ཚོགས་པ་དེ་གར་སོ་བས། ལས་དང་ནང་ལ་ཡང་ངེས་པར་དུ་བོད་ཀྱི་དར་ཆ་བླུག་དགོས་འདུག་ཟེར་ནས་གང་ལྟར་འདུག་ཞུས་རྗེས་མདོར་ན་ད་གང་ལྟར་འདས་པའི་གི་ལོ། ཉི་ཤུ་མ་ཟིན་ཟིན་འགའ་ལ་ཡང་དངོས་གནས་གི་ད་སོ་སོ་སློབ་ཕྲུག་ཡིན་པའི་སྐབས་ནས་བྱས་ནས་བོད་དོན་གི་བོད་སྐོར་ཡག་ལྟ་ཅིག་རེད་དང་ནང་བཞིན་གི་སོ་སོའི་གི་མི་རིགས་འདི་ཚོའི་ཐོག་ལ་ཡང་གར་ཁ་རྣམས་གཅིག་དང་ཞབས་ཕྱི་ཞུ་བའི་རིགས་ཀྱི་གོ་སྐབས་ཅིག་དང་སོ་སོ་གའི་ལས་དེ་ལྟ་བུ་གི་དང་ཉམས་མྱོང་དེ་འདྲའི་མང་པོ་ཅིག་ཐོབ་པའི་བརྒྱུད་རིམ་ལ་བརྟེན་བྱས་ད་ད་ལྟ་སོ་སོའི་ལོ་ཚོད་ཆ་ནས་རེད་ཤེས་འཇོན་ཆ་ནས་རེད་གནས་བབ་གང་འདྲའི་ཅིག་ཆ་ནས་སོང་ཙང་ནི་ད་ཐུགས་ཆེ་སྤྱི་འཐུས་ལ་ཡག་གི་ཅིག་དུས་ལ་བབ་ཤག་བསམ་པ་འདྲ་ཞིག་འདུག་སེ་དྲན་བྱུང། ད་གོང་དུ་ཞུས་པ་ནང་བཞིན་རྗེས་འབྲེལ་སོ་སོས་འདས་པའི་གི་ད་ཉམས་མྱོང་རེད་སོ་སོའི་རྒྱལ་ཁབ་དང་མི་རིགས་དོན་དུ་བློས་གཏོང་གི་བསམ་བློ་རེད་ཨ་ད་ལྟའི་གི་ལོ་ཚོད་རེད་ཨ་སོ་སོས་གི་ད་ཅིག་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེ་བཀའ་དྲིན་རྟེན་འབྲེལ་སློབ་གྲྭའི་ནང་ལ་སློབ་སྦྱོང་ཡང་ཐ་ར་ཐིམ་པོ་ཅིག་བྱེད་ཡག་གི་གོ་སྐབས་ཐོབ་པར་སོང་ཙང་གནས་སྟངས་དེ་ཚོ་ཆ་ཚང་ཐོག་གཞི་ལ་བཞག་པའི་ཆ་ནས་ད་སོ་སོའི་དབུ་ཁྲིད་ད་སོ་སོའི་མི་མང་སོ་སོའི་གཞུང་ལ་ཡང་ཞབས་ཕྱི་སུ་ཡོད་ཡ་དུས་ཚོད་སླེབས་ཤག་བསམ་བྱས་ད།

ཨ་སོ་སོ་རང་ཉིད་ཀྱི་ངོས་ནས་ཀྱང་ཨ་ནི་ཅིག་དད་པའི་གི་བསམ་བློ་རེད་དང་ན་ཞིང་གི་ལྷག་པར་དུ་ད་བོད་ཆགས་འཇིག་དུས་ཚོད་སླེབས་པའི་སྐབས་དེ་ལ་བོད་མི་མི་རེ་ངོ་རེ་རྒན་གི་བས་ཅི་དང་ཨ་ནི་ངོ་ནས་ཆེ་རུ་མཉམ་འདེགས་བྱེད་དགོས་དེ་གལ་གནད་ཆེན་པོ་ཅིག་ལ་མཐོང་བོ་སོང་སང་ཨ་ནི་ངས་ད་རིང་གི་གྲོས་ཚོགས་གི་སྡིངས་ཆ་དེ་ཡང་གལ་ཆེན་པོ་ཅིག་དང་སྡིངས་ཆ་དེའི་སྒང་ནས་ནུས་པ་དམིགས་བསལ་ཅན་ཅིག་སྟོན་ཐུབ་གི་ཡོད་པའི་གི་ད་བརྒྱུད་རིམ་ལ་བརྟེན་བྱས་འདུག་བྱིས་དུས་ལངས་པ་ཅིག་ཆགས་ཡོད། ད་རྩ་བའི་གི་ང་ཚོའི་ད་ལྟ་སྤྱི་འཐུས་སྒེར་གྱི་སོ་སོའི་གི་ད་ལས་འཆར་ཟེར་བ་རེད་ད་དམིགས་ཡུལ་དེ་འདྲས་ཡོད་ད་ལས་འཆར་དེ་འདྲས་བྱོས་ཟེར་དེ་ད་ག་འདྲས་ཀྱི་འགྲོ་གི་ཡོད་ད་མེད་ད་དེ་མི་ཤེས་ག་ཅི་ན་ད་གྲོས་ཚོགས་དེ་གཙོ་བོ་གཅིག་ད་ག་སུ་རེད་ཁྲིམས་བཟོ་ལྷན་ཚོགས་གཅིག་ད་ཨ་ནི་ད་ནང་བཞིན་འཛིན་སྐྱོང་བཀའ་ཤག་ལ་སྟངས་འཛིན་བཞིན་ཡས་ཅིག་ཆགས་གི་ཡོད་རེད་ཆེ་ཐང་སྤྱི་འཐུས་སྒེར་གྱི་ལས་འཆར་གཅིག་འཁེལ་བའི་སྐབས་ཡག་ལས་མང་མོས་ཐོབ་གི་ཡོད་ད་མེད་འཛིན་སྐྱོང་བཀའ་ཤག་ངོས་ནས་ཞལ་བཞེས་གནང་གི་ཡོད་ད་མེད་དེ་འདྲས་གི་དཀའ་ངལ་མང་པོ་བྱུང་གི་རེད་དེ་གསལ་པོ་ཞུ་རྒྱུ་རེད། བྱས་ཙང། ཡིན་མིན་ནི། ངས་འདི་ལས་གལ་ཆེ་ཞིག་གར་མཐོང་གི་ཡོད་རེད་ཅེས་ཞུས་པས་ན། དབུ་བཞུགས་པའི་སྲིད་སྐྱོང་གནས་ཕྱེ་ནས་དབུ་བཙུགས་པའི་གི་ད་གང་དག་གྲོས་ཚོགས་འཐུས་མི་རེ་དང་ནང་བཞིན་གྱི་འདི་བར་དྲུང་ཆེ་ཆུང་གང་དག་གང་དག་བུད་མེད་ཅིག་ཡིན་ནི་ཅག་གིས་ང་རང་ཚོའི་འཐབ་རྩོད་ཐོག་ལ་དགོངས་པ་བཞེས་དགོས་ཡ་ཅིག་དང་ང་ཚོའི་འཐབ་རྩོད་བྱེད་ཉེས་ཀྱི་མི་རིགས་ཅིག་གི་ཁུངས་གཏོགས་ལ་ཐོག་གི་སོང་ཙང་ངེས་པར་དུ་སོ་སོའི་རྒྱལ་ཁབ་དང་མི་རིགས་དོན་དག་ལ་ཡང་དགོངས་པ་བཞེས་དགོས་ཡ་དེ་གནད་འགག་ཆེ་ཤོས་ཤིག་གོ་དེ་འདྲའི་སོང་ཙང་ང་རང་གི་ངོས་ནས་དུས་རྒྱུན་དུ་བསམ་བཏང་བཏང་རེད། ཨ་ན་ང་རང་གིས་ད་ཅིག། རྩ་བའི་གི་ད་དེ་འད་ཅིག་གི་ཐོག་ནས་ཞབས་ཕྱི་ཞུ་གི་འདུག་བསམ་པའི་གི་བསམ་ཚུལ་བསམ་བློ་མང་པོ་བྱུང་ཁུར་དེ་ད་དེ་རིང་ང་རང་གི་ཁ་སིང་སྤྱི་འཐུས་ལངས་པའི་སྐབས་ནས་བྱས་ནས་ད་ལྟ་དེ་བར་ཡང་ག་པར་ཕྱིན་ནས་བཀའ་མོལ་ཞུས་པའི་སྐབས་རུ་ངས་དོན་ཚན་གསུམ་གཅིག་ཐོག་རུ་ཡང་ཐུགས་སུ་བཀའ་མོལ་ཞུས་བསྡད་ཡོད་ད་དེ་ང་རང་ངོས་ནས་གལ་ཆེན་པོ་བརྩི་གི་ཡོད་ལ་ཨ་ནི་གཅིག་འཐབ་རྩོད་བྱེད་མཁན་མི་རིགས་གཅིག་ཡིན་པའི་ཆ་ནས་དེ་ཚོའི་གནད་འགག་ཤོག་ཕྱིར་བཞག། བྱེད་དང། ང་ཚོས་གལ་ཏེ་ཞུས་པའི་སྐབས་ལ་ཡང་ཐ་སྙད་པ་ཚོས་དགོངས་པ་ལ་བཅངས་དགོས་ཡ་དེ་གར་གར་ཟེར་བཞིན་ཞུས་པས་ན་འཐབ་རྩོད་པ་ཅིག་གིས་དངོས་གནས་ཁོ་རང་སོ་སོའི་བོད་མི་རིགས་གཅིག་གི་འཐབ་རྩོད་ཞེན་ཅིང་པའི་ཆ་ནས་ད་ལྟ་ང་རང་ཚོས་ནུབ་དུས་རྒྱུན་དུ་གསུང་དགོས་ཡོད་རེད་འཐབ་རྩོད་རྒྱུན་གནས་ཐུབ་དགོས་རེད་འཐབ་རྩོད་རྒྱུན་བསྲིང་ཐུབ་དགོས་རེད་འཐབ་རྩོད་ཚད་མཐོ་རུ་གཏང་དགོས་རེད་ཅེས་ང་ཚོས་ནམ་རྒྱུན་གསུང་བསྡད་ཡ་དེ་ད་དངོས་གནས་ཁ་ཞེ་མི་ཞེ་གནང་དགོས་ཀྱི་ཡོད་མེད་ན་སོ་སོ་སྒེར་སོ་སོར་ངེས་པར་དུ་འཐབ་རྩོད་དང་འབྲེལ་བའི་ཐོག་གི་བསམ་ཚུལ་ཅིག་ངེས་པར་དུ་གོ་ཡ་ཅིག་ཏུ་ཆགས་བསྡད་ཀྱི་འདུག། དེ་འདྲའི་སོང་ཙང་ང་རང་དངོས་གནས་ནམ་རྒྱུན་ནས་འདུག་དོན་དེ་གསུམ་ཐོག་ལ་ཡང་བཀའ་མོལ་ཤུགས་ཆེན་པོ་ཞུས་ཏེ་ཡུལ་སྡེ་ད་རེས་འདས་ཨ་ནང་པ་ཚོས་ད་མང་པོ་བྱེད་ཀྱི་ད་གསན་ཡོད་རྒྱུ་རེད་ཡིན་ནས་ད། གལ་པོ་ཆེ་རུ་ནན་ཏན་དང་དམ་པའི་ཆོས་ཡང་ཤས་ཆེན་གསུམ་མ་ནང་བཞིན་ཅིག་ཡང་བསྐྱར་འདིར་མ་བསྡུས་དུས་ལ་ཅིག་ཞུས་བཞག་གི་ཡིན། ད། ངས་ཞུས་དེ་དོན་དེ་གསུམ་ནས་དང་པོ་དེ་ད་ངས་གར་ཞུ་བར་ཟེར་ན་མི་རིགས་རིང་ལུགས་ཀྱི་བསམ་བློ་གཞི་རྩར་བཞག་ནས་ན་བོད་ཀྱི་རྩ་དོན་སྒྲུབ་ཐབས་བྱེད་དགོས་འདུག་ད་འདི་རེད། ཁྱེད་དང་ང་རང་ཚོ་འདས་པའི་ལོ་རྒྱུས་ནང་རེ་ཡིན་པའི་གནས་རེད། ད་རེས་ཚང་གི་ལོ་རྒྱུས་ནད་དུ་བལྟས་པའི་སྐབས་ཡར་སྔོ་ནས་ཀྱི་ང་རང་ཚོའི་ཀྱི་ད་ཆོས་རྒྱལ་མེས་ཡོན་རྣམ་གསུམ་ནས་ཕྱི་ནས་མར་འདས་དྲངས་པའི་སྐབས་ལ་ང་ཚོ་བལྟས་པའི་སྐབས་དེའི་སྐབས་ཀྱི་ད་ཅིག་གི་མི་རིགས་ཀྱི་ད་བོད་ཡོད་ས་ཅིག་འབུར་དུ་ཐོན་ཆེད་ད་སྔོ་ནས་མི་གིས་ཀྱི་ཤར་རྒྱ་ནག་ཡིན་ནའི་རེད་ད་དེའི་ཀྱི་ད་རྒྱ་གར་གྱི་ད་ང་ཚོ་གངས་དཀར་བོད་དོ་ད་ད་བོད་ཀྱི་དམག་དཔུང་འཇོག་ཡིན་ཞེས་ལོ་རྒྱུས་ཁ་ན་གསལ་གྱི་ཡོད་རེད་ད་ནང་བཞིན་གྱི་ཕི་གེ་ལི་ཡ་ཨ་ནི། ཁ་ཅིག་གིས་ཡུལ་གྲུ་མང་པོ་ཞུགས་ཅི་རེད་འདུག་ཆེས་བཙན་ཕྱུག་ཆེ་ཆེ་སྐབས་དེའི་སྐབས་ལ་བོད་མངའ་ཐང་ཞུགས་རྒྱལ་པོ་ཆགས་བསྡད་ཡོད་རེད་དེའི་སྐབས་དེ་རེད་ད་ནང་བཞིན་དེའི་སྐབས་ཀྱི་ང་རང་ཚོ་ཆོས་རྒྱལ་མོའི་རྣམ་གསུམ་ལ་སོགས་པ་ད་སྐབས་དེའི་སྐབས་ཀྱི་ཆོས་རྒྱལ་རྣམ་པ་ཚོ་དང་དེའི་སྐབས་ཀྱི་ལོ་ཙཱ་བ་དང་དཔེ་འདི་དང་དེ་ཚོའི་གི་ཐུགས་ལ་ཡང་མི་རིགས་རིང་ལུགས་ཟེར་དེ་གི་ད་བསམ་བློ་དེ་ཤུགས་ཆེན་པོ་ཞུགས་ཅིག་སྐབས་དེ་དུས་མི་རིགས་རིང་ལུགས་ཟེར་ཅིག་གི་ཐ་སྙད་དེ་བེད་སྤྱོད་བཏང་གི་ཡོད་དང་མེད་དང་མི་ཤེས་དེ་ལས་ཡིན་ན་ཡང་ཁོང་ཚོའི་ནོར་ལོག་ལས་བོད་རྒྱལ་ཁབ་ཟེར་ཅིག་དང་བོད་མི་རིགས་ཟེར་དེ་གི་དགོངས་པ་ཕྱུགས་ཆེན་པོ་ཞུགས་ཅིག་ཡོད་པའི་བརྒྱུད་རིམ་དང་ལྷག་པར་རྒྱལ་ཞེན་གྱི་བསམ་བློ་ཤུགས་ཆེན་པོ་ཡོད་པའི་བརྒྱུད་རིམ་ལ་བརྟེན་ཅིང་དེ་དག་གི་སྐུ་དྲིན་བསྐྱོན་ཅིང་སྔོན་ནས་བོད་པའི་རིག་གཞུང་དུ་ཕྱུག་པོ་བཟོ་དགོས་བོད་པའི་རྒྱལ་ཁབ་དུ་སྟོབས་འབྱོར་མངའ་ཐང་ལྡན་པ་ཞིག་བཟོ་དགོས་ཀྱི་དགོངས་པ་བཞེས་པའི་ཐོག་ནས་ད་ལྟ་དུས་རབས་ཉིས་བརྩེགས་གཅིག་པའི་ནང་ཡིན་པས་ནས་ང་ཚོས་ཀྱི་ད་འཛམ་བུ་གླིང་ལ་ཡང་ང་ཚོའི་རིག་གཞུང་ད་སྔོན་ལས་ཁྱད་དུ་འཕགས་པ་ཅིག་འཛམ་བུ་གླིང་གི་གཅེས་ནོར་སུ་འགྱུར་ཐུབ་ཡ་ཅིག་ད་འཛམ་བུ་གླིང་ཞི་བདེ་གྱི་ད་རྩ་བར་འགྱུར་རྒྱུ་ནས་ད་བོད་བརྒྱུད་ནང་བསྟན་དུ་གཅིག་ཞི་བ་ཆེས་རྩ་ཆེན་པོ་དང་དངོས་གནས་ཡིན། འཛམ་བུ་གླིང་མི་ཚང་མ་གི་འགྲམ་ཆུ་ལྡང་དགོས་ཆགས་ཡ་དེ་སྐབས་དེའི་སྐབས་ཀྱི་ལོ་གྲྭ་བ་དང་བན་དེ་དང་དེ་དག་གིས་ད་དངོས་གནས་ཀྱི་རྒྱལ་བློན་བྱང་ཆུབ་སེམས་དཔའ་དེ་དག་གི་སྐུ་ལས་བསྐྱོན་པའི་བརྒྱུད་རིམ་བསྟན་བྱུང་ཞབས་ཕྱི་རུ་པ། ཞེས་དང་དེ་འདྲའི་ཡིན་དུས་ཀ་བ་ང་རང་ཚོས་ཀྱི་བཙན་པོའི་མི་བསྐྱོན་ནས་ང་རང་ཚོའི་ནོར་ལོག་ལ་ཡ་རྒན་ཞིང་གི་བསམ་བློ་གཅིག་དང་མི་རིགས་རིང་ལུགས་བསམ་བློ་ཡོད་བསྡད་པ་ཞིག་བསྐྱར་ཀྱང་ཆགས་བསྡད་ཀྱི་ཡོད་རེད། ཡིན་ན་ཡང་བར་ལམ་གཅིག་ནས་ད་ང་རང་ཚོས་གཟིགས་ཀྱི་ཡོད་རེད་དེ་འདྲའི་ཀྱི་དཀའ་ངལ་མང་པོ་ཞུ་ཆེད་ཁ་བ་ནས་འཕྲད་ཡོང་གི་ཡོད་རེད་ཆེ་ན་ཞུས་པས་ན་ད་ང་རང་ཚོ་ལ་ཆོས་སྒོ་དང་ཆོས་ལུགས་ཀྱི་ཐན་སྐྱེད་ཐན་སྐྱེད་ཀྱི་རིང་ལུགས་ཀྱི་བསམ་བློ་དེ་དག

ཆོས་ལུགས་དང་སྟེ། སོ་སོའི་གི་ལུང་ཚན་ཆོས་བརྒྱུད་ཀྱི་ཐན་ཁེའི་ར་གཅིག་དང། དེ་འདྲས་ཀྱི་དབང་གིས་ནི་བོད་སྤྱི་ཡོངས་ཀྱི་དང། ནུས་པ་ར་གཅིག་མ་ཉམས་དམས་སུ་ཕྱིན་བསྡད་ཡོད་རེད་པ། དག་ན་ཞིང་ང་རང་ཚོ་ཉེ་བའི་བཙན་བྱོལ་ནང་སླེབས་པའི་ལུགས་རྒྱུད་ནོར་ལས་ང་རང་ཚོ་བཟི་ཡོད་རེད་པ་ད། དཀའ་ངལ་ཅིག་ང་རང་ཚོ་ཚང་མ་རོ། ཕྱོགས་ལྷུང་མེད་པར་རྡོག་རྩ་གཅིག་སྒྲིལ་ཐོག་གནས་མ་ཐུབ་པའི་རྒྱུ་མཚན་གྱིས་དཀའ་ངལ་ག་ཚད་འཕྲད་ཡོད་རེད། དག་ན་ཞིང་གི། འདས་པའི་ལོ་ཁ་ཤས་ཅིག་ནོར་ལོ་ལས་ང་རང་ཚོའི་བོད་ད་ད་སྤྱི་ཚོགས་མཐོན་པོར་འགྲོ་འདོད་ཡོད་གནས་བབ་དེ་ཚོ་ང་ཚོས་ད། མིག་མཐོང་ལག་ཟིན་གྱི་ད། གནས་ཚུལ་ཞིག་ཆགས་བསྡད་རྒྱུར་ཕྱི་དང་དེ་ཚོ་ཚང་མ་ལོག་ལྟ་ག་རང་ཕྱོགས་ལྷུང་གི་བསམ་བློ་དང་ཐན་སྐྱེའི་རིང་ལུགས་ཀྱི་བསམ་བློ་གིས་རྒྱུ་མཚན་སྟེང་ནས་ཡོང་གི་ཡོད་པ་སོང་ཙང་ངས་ད་རིང་ག་རེ་ཞུ་བར་བྱས་ན་ང་རང་ཚོ་ཚང་མ་ལོག་གི་མི་རིགས་རིང་ལུགས་ཀྱི་བསམ་བློའི་ཐོག་ནས་དགོངས་པ་བཞེས་ཁུག་ཏུ་ཟེར་དཔེ་ཆ་ཚང་ཨི་ཟི་རལ་ལྟ་བུ་ཆགས་ཡོད་ན་ཨི་ཟི་རལ་གྱི་ད་ལྟ་རང་བཙན་རྩོད་པའི་ལོ་རྒྱུས་ཡིན་པས་ནས་ད་ག་ད་རྒྱལ་ཁབ་ཀྱི་བདེན་དོན་རྩོད་པའི་ལོ་རྒྱུས་ན་དཀའ་ངལ་དཔེ་མི་སྲིད། འཕྲད་ཡོད་ད་ཁོང་ཚོ་ལ་ཡ། དེ་འདྲ་ཡིན་པས་ནས་ཁོ་རང་ཚོའི་གི་མི་མང་གི་ཚོའི་ནོར་ལོག་ལ་ཡ། མི་རིགས་རིང་ལུགས་བསམ་བློ་དེ་ཤུགས་ཆེན་པོ་ཞུགས་ཡོད་པའི་རྒྱུ་མཚན་ལ་བརྟེན་ཏེ། ད་འདྲ་ཡིན་པས་ནས་ཁོ་རང་ཚོ་བལ་ད། རྒྱལ་ཁབ་ཆུང་ཆུང་ཅིག་དེ་ཡ་ག་འདྲ། འཛམ་གླིང་ནང་ལོ་རེར་སྒོ་རྒྱ་རྒྱ་ཆེན་འགྲོ་དེ་ཡ་གི་རྒྱལ་ཁབ་ཅིག་ཆགས་ཡ་དེ་ཁོ་རང་ཚོའི་གི། གཞི་རྩའི་གི་བསམ་བློ་དང་ད་དེ་རུ་བ་ཆེ་ད། ཨི་སི་རལ་ནོར་ལོག་ལ་ཡམ་ཧ་སི་མ་ཨུ་ཚུགས་ཆེ་ན་ག་རང་ད་འདྲ་ཡིན་ནས་དུས་ཟིང་སྲུང་བརྩི་བྱེད་དེ་ཡ་དེ། གནས་བབ་དེ་འདྲ་ཅིག་ལ་བརྟེན་ནས་བྱུང་ཤག་པ་ཅིག་རེད་དོ་བ། དེ་འདྲ་ཡིན་དུས་ཀ་བ་ང་རང་ཚོ་ལ་ཡིན་པས་ནས་ལ་བརྟེན་ཏེ། ང་རང་ཚོའི་ཁྲག་ནང་ལ་ཡང། རྒྱལ་ཞེན་གྱི་བསམ་བློ། མི་རིགས་རིང་ལུགས་བསམ་བློ་རྒྱ་ཆེ་ཡང་ཡོད་དེ་ངས་མི་རིགས་ཅིག་ཡིན་པོད། ཡིན་ནའི། གནས་སྐབས་གནས་སྐབས་ཅིག་ལ་ང་རང་ཚོའི་དགོངས་པ་འདི་རྒྱ་ཆེན་པོ་བཞེས་མ་ཐུབ་པའི་སྐབས་ཡང་དེ་འདྲའི་ཡོང་སྡད་དུས་ད་དེའི་རིགས་དང་ང་ཚོས་སྤང་དགོས་འདུག་ངེས་པར་དུ་ང་རང་ཚོ་ཚང་མ་ལོ་དགུ་ཐུན་མོང་གི་སྒྲུབ་བྱེད་ཅིག་གི་ཐོག་ནས་ད་གང་ལྟར། ངའི་དབུ་ཁྲིད ྋགོང་ས་མཆོག་ངའི་རྒྱལ་ཁབ་བོད། ངའི་མི་རིགས་བོད་མི་རིགས་སེར་བྱེས་ལ་དགོངས་པ་བཞེས་པའི་ཐོག་ནས་སྔོན་ནས་ཚང་མ་གི་ཕྱར་གྲུ་མཉམ་འདེགས་ཐོག་ནས་ཕྱག་ལས་གནང་དགོས་ཡ་དེ་གལ་ཆེན་པོ་རེད་བཞག་བཞིན་དེའི་ཐོག་ལ། རྣམ་པ་ཚོའི་དགོངས་པ་བཞེས་ཡ་དུས་ང་ཚོའི་ངོས་ནས་ཤུགས་རྒྱབ་དགོས་འདུག་ཟེར་ཏེ། གཅིག་རེད། གཉིས་པ་འདི་ལ་ཡང་ཏང་རང་ཚོས་ནམ་རྒྱུན་གསུངས་བསྡད་ཀྱི་ཡོད་རེད་ང་ཚོའི་འཐབ་རྩོད་དེ་ཨང་གཅིག་མི་ཐུག་གཅིག་གི་འཐབ་རྩོད་མ་རེད་མི་རིགས་གཅིག་གི་འཐབ་རྩོད་རེད་ཆེ་ད་འཐབ་རྩོད་རྒྱུན་ཐུབ་ཐུབ་དགོས་ཀྱི་ཡོད་རེད་ཅེས་ལ་གསུང་གི་ཡོད་དེ་ནང་བཞིན་ད་ཐོག་མར་བཙན་བྱོལ་ཕེབས་པའི་སྐབས་ལ་ཡང་ད་དུས་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་ལ་བཞུགས་པའི་གི་ད་གང་དག་མི་ཐོག་གོང་མ་ཚོས་གི་སྐུ་ལས་སྐྱོན་སྐུ་ལས་སྐྱོན་ད་གང་དག་ཞི་ཆགས་མེད་ས་ཞི་ཆགས་བསླབ་གྲྭ་མེད་ས་བསླབ་གྲྭ་དགོན་པ་མེད་ས་དགོན་པ་ད་གང་དག་མཐུན་རྐྱེན་ར་དེ་མ་བཟོས་ནས་ད་གང་དག་རང་བཙན་ཡོད་པའི་རྒྱལ་ཁབ་ཅིག་ལ་ལྷག་ལྷག་ཅིག་ད་གང་ལྟར་ཁོང་ཚོའི་སྔོན་ལ་འགྲོ་མ་ཐུབ་ནས་རྗེས་ལ་ལན་མ་གོ་ཡ་ཅི་ང་རང་ཚང་མ་ལོ་མཐུན་མཁན་གཅིག་མཐུན་བཤད་ནས་ད་ལྟ་བར་དུ་ད་མི་ལོ་དྲུག་ཅུ་ལྷག་འདས་ཚར་བ་དེ་བོད་དོན་དུ་སོན་ནས་ཐུབ་བསྡད་ཡོད་རེད་དེ་མི་ལོ་གོང་མ་ཚོས་ཀྱི་དགོངས་པ་ལ་ཡ་དངོས་གནས་དེ་མི་རིགས་གཅིག་གི་འཐབ་རྩོད་ཡིན་པའི་དགོངས་པ་བཅངས་པའི་ཐོག་ནས་ང་རང་ཚོ་ལ་མ་འཐབ་རྩོད་ལྟ་སྡུག་བྱས་ནས་ང་ཚོ་མ་ཚུད་ན་ད་རྒྱུན་བསྲིང་ཐུབ་དགོས་ཕྱི་ད་ད་ལྟ་བར་དུ་ང་རང་ཚོ་གི་འཐབ་རྩོད་དེ་རྒྱུན་གནས་ཐུབ་ཡོད་རེད། དང་ནི་ཞིག་རྒྱུན་བསྲིངས་བྱེད་སླེ་གོས་ད་དེ་འདྲའི་སོ་ད་ང་རང་ཚོའི་གི་ཐབས་རྩོད་འདི་ད་མུ་མཐུད་ནི་རྒྱུན་གནས་དགོས་ཡ་ཅིག་ད་རྒྱུན་བསྲིངས་དགོས་ཡ་ཅིག་ད་ཨ་ནི་ཐབས་རྩོད་འདི་གནས་དེ་མཐོ་རུ་གཏང་དགོས་ཀི་ཡོད་པས་ན་འདི་ལ་དཔག་པའི་ང་ཚོ་གཞོན་སྐྱེས་ཚོ་ལ་ཡ་ཨ་ནི་ཐབས་རྩོད་གི་ནུས་པ་ཐབས་རྩོད་གི་ད་ཚོ་ལ་ཡ་ནུས་པ་སྤུངས་སེལ་གི་ད་ཁོར་ཡུག་ཅིག་བསྐྲུན་དགོས་ད་དཔེ་མི་སེར་གལ་ཆེན་པོ་རེད་ཤག་བྱེད་ངེས་གི་ད་གཉིས་པ་དེ་ལ་ཡ་གཞོན་སྐྱེས་གི་ནུས་པ་མཉམ་སྤུངས་ཆེད་ཁོར་ཡུག་བསྐྲུན་ཐབས་ད་ཨ་ནི། མི་མང་གི་མངོན་འདོད་དང་འབོད་སྒྲར་བདག་པོ་འདང་ངེས་བྱེད་དགོས་དེ་དཔེ་ཆ་ཆེན་པོ་རེ་བཞག་ཟིན་ངས་འོ་དེ་ཤེས་ཀྱི་ཡོད་ད་གཉིས་པ་དེ་དེ་འདྲའི་གསུངས་སྟངས་ད་དཔེ་ཆ་བཤད་ན་ང་རང་ཚོས་ནམ་རྒྱུན་ནས་ད་དེ་བར་ཨིན་ཇིའི་གཏམ་དཔེ་དེ་འདྲ་ནང་གསུངས་བསྡད་ཀྱི་འདུག་བ་ད་རིག་གི་ཨ་ནི་ཕྲུ་གུ་སང་ཉིན་གྱི་ཨ་ནི་གོ་སྒྲིག་བྱས་ནས་གསུངས་བསྡད་ཀྱི་ཡོད་ད་ང་རང་ཚོས་ཀྱི་མི་ཐོག་གོང་མ་ཚོས་སྐུ་ལས་སྐྱོན་སྐུ་ལས་སྐྱོན་ད་ད་ལྟའི་ང་ཚོའི་མི་ཐོག་འདི་ལས་འགན་ཞིག་ཕབ་ཀྱི་ཡོད་རེད་ང་ཚོས་ལས་ཀ་ཅིག་བྱེད་དགོས་ཀྱི་ཡོད་རེད་བྱས་ནས་ང་རང་ཚོས་ད་རིག་མཐུན་དགོས་ཡོད་རེད་དེ་འདྲའི་གསུངས་སྟངས་སང་ཉིན་གནངས་ཉིན་བྱས་ནས་ད་གང་ཐམས་ཅད་ནས་ལོ་ཁ་ཤས་ཅིག་ནས་ང་རང་ཚོའི་མི་རྡོ་རྗེ་མ་དེ་འགན་འཁྱེར་དགོས་ཡག་གི་གནས་བབ་དེ་ཆགས་ཡོང་ཁུལ་དེ་འདྲ་ཡིན་དུས་སྐབས་གང་ལྟར་བོད་དོན་དེ་འདྲ་མ་སེལ་གི་བར་དུ་ང་རང་ཚོས་འཐབ་རྩོད་བྱེད་མཁན་མི་རིགས་ཅིག་ངོ་བོ་གནས་དགོས་ཀྱི་ཡོད་རེད་འཐབ་རྩོད་བྱེད་དགོས་ཀྱི་ཡོད་རེད། བྱས་ཙང་འཐབ་རྩོད་དེ་ངོ་བོ་མ་བརླག་པ་བྱེད་དགོས་ཀྱི་ཡོད་རེད་དེ་འདྲས་སོང་ཙང་དེ་འགན་དེ་ཆ་ཚང་དུ་ང་རང་ཚོ་ལ་ཡོད་པ་སོང་ཙང་ང་ཚོས་གིས་བྱེད་དགོས་ཡག་དེ་ང་རང་ཚོས་དོར་དུ་མེད་པའི་ལས་འགན་ཞིག་རེད། དེ་འདྲས་སོང་ཙང་ང་རང་ཚོའི་ངོས་ནས་གཞོན་སྐྱེས་ཀྱི་ནུས་པ་སྤུངས་ཡག་ཆེད་དུ་ད་ང་རང་ཚོ་ས་རིའི་གེ་སར་སྤྱི་ནོར་ཁང་ཆེན་པོ་ཆོམ་ཆོམ་ཐུགས་རྗེའི་བཀའ་དྲིན་བརྟེན་བཅས་ད་བོད་མི་ཚོ་ལ་ཡང་དེང་དུས་དེ་ལ་ཅིག་ཤེས་ཡོན་ཐོབ་བསྡད་ཀྱི་ཡོད་རེད་ད་ནི་ཞིག་གོ་སྐབས་མང་པོ་ཞིག་ཐོབ་བསྡད་ཀྱི་ཡོད་རེད་འདི་ལྟ་བུའི་གི་གཞོན་སྐྱེས་ནུས་པ་ཅན་མང་པོ་ཞུགས་ཀྱི་ཚུལ་ཁ་བལྟས་ཀྱི་དངོས་གནས་སོ་སོའི་གི་གཞུང་དང་སོ་སོའི་གི་མི་མང་ལ་ཞབས་ཕྱི་ཞུ་ཡ་གི་ཚུལ་ཁ་བལྟས་ཀྱི་འདི་ལྟ་བུ་ཅིག་ལོག་ཐུབ་པའི་ཆེད་དུ་ང་རང་ཚོའི་པང་ཞིག་གི་རྒྱ་མིའི་གི་ལག་གི་དུ་བ་མེས་རྒྱལ་གི་ཁྱིམ་ཚང་ཆེན་མོར་ལོག་གོ་རེ་ཟེར་ཞུ་བ་འདི་ཞིག་སྐད་ཆ་ལ་མ་བཟུང་ནས་ང་རང་ཚོ་ཚང་མ་ལོག་གང་དག་ཚུལ་ལོག་བྱས་དབུས་བོད་མིའི་སྒྲིག་འཛུགས་གི་འོག་ལ་ཡང་སོ་སོའི་གཞུང་འོག་ལ་ཡང་དབུ་བ་དཔུང་སྡེ་ཞུས་བྱས་གང་དག་ཅིག་ནུས་པ་དུ་མ་བཟུང་ནས་སོ་སོའི་རྒྱལ་ཁབ་དང་སོ་སོའི་མི་རིགས་ཐོག་ལ་དཔུང་འཐུ་ཡག་གིས་ད་ང་ཚོ་ཁོར་ཡུག་ཅིག་བསྐྲུན་དགོས་འདུག་དེ་དང་མཉམ་དུ་ད་ང་ཚོའི་མང་གཙོའི་གི་སྒྲིག་འཛུགས་ཅན་བཞིན་ད་ཆེད་དོན་སྐོར་གྱི་དྲུག་ཅུ་ཐན་ཅན་རྒྱ་གོ་རིམ་གྱི་ཐུགས་རེ་གནང་དེའི་ཐོག་ལ་དགོངས་པ་བཅས་དེའི་ཐོག་ལ་དཔེ་ལྟ་རིམ་པ་ཅིག་རིམ་པ་སྔ་ཕྱི་རིམ་པ་མང་པོ་ད་བཅའ་ཁྲིམས་དང་རྩ་ཁྲིམས་ལ་སོགས་པ་ད་དེ་འདྲ་མ་ཅིག། སྐྱབས་བཅོལ་དང་ལེགས་བཅོལ་གནང་ཡག་རེད་གསར་བྲིས་གནང་ཡག་ལ་སོགས་པ་སོང་སྤྱི་ནོར་ཁང་གི་སྤྱང་པོ་ཆེན་པོ་བླ་ན་མེད་པའི་ད་བྱས་རྗེས་ཆགས་ན་མཛད་རྗེས་ཅིག་ཆགས་གནང་ཡོད་རེད་དངོས་ནས་ད་དེ་འདྲ་བོ་ནས་འཛམ་བུ་གླིང་གཞན་པ་ལ་ཡང་དངོས་གནས་མང་གཙོ་ལ་ཡང་ཁྲག་དང་དངུལ་ཤུགས་ཀྱི་རིམ་པ་བཏང་ནས་འགྲོ་ཀུ་ཡོད་དེ་ང་རང་ཚོ་ལ་གང་ཡང་དེ་འདྲའི་རིམ་པ་བཏང་མ་འོ་ཆགས་སྡང་སྡང་མ་གསོད་རེས་གནང་རྗེས་ད་དེ་དངོས་གནས་འཛམ་བུ་གླིང་ལུག་རྒྱུད་ནང་བྱུང་མ་མྱོང་པའི་ད་མཛད་རྗེས་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་བྱས་ན་ང་རང་ཚོའི་དེ་ལྟ་བུའི་མང་གཙོ་འདི་དངོས་གནས་ལོངས་སྤྱད་ཆེན་པོ་ཅིག་དང་དེའི་མང་གཙོའི་ཁ་བརྒྱུད་རིམ་ནོར་ལ་ཡང་མི་མང་གི་མངོན་འདོད་ཟེར་ཡག་ཅིག་དང་མི་མང་འབོད་སྒྲ་ལ་ཡང་བདག་པོ་རྒྱག་པ་ཡང་དཔེ་མི་སྲིད་གལ་ཆེན་པོ་རེད་ཤག། དེ་སོང་ཙང་མི་མང་གི་མངོན་འདོད་དང་མི་མང་གི་འབོད་སྒྲ་ལ་དེ་ཙམ་གྱིས་སོ་སོའི་གཞུང་གི་ངོས་ནས་བདག་པོ་རྒྱབ་ཐུབ་པ་དེ་གིས་དེ་ཙམ་གྱིས་མི་མང་དང་གཞུང་གི་བར་ལ་འབྲེལ་བ་དམ་ཟབ་འགྲོ་ཡ། མི་མང་ངོས་ནས་གཞུང་ནས་ཡིད་ཆེས་བརྟན་རུ་འགྲོ་ཡ། དེ་འདྲའི་ཡོང་གི་ཡོད་དེ་ང་བ་མི་མང་དང་གཞུང་གི་བར་གྱི་འབྲེལ་བ་དེའི་ཐོག་ནས་གཅིག་སྒྲིལ་གྱི་ནུས་པ་མངོན་གསལ་མཐོལ་དུ་འགྲོ་ཡ་དང་ལས་འགུལ་ནས་ཚགས་ཚུད་རུ་འགྲོ་ཐུབ་ཡ་རྩ་དོན་ནས་སྒྲུབ་ཡ་ཐག་ཉེ་རུ་བཏང་ཐུབ་ཡ་དེ་འདྲའི་གྱི་ཐུགས་ཕན་གསོས་གི་ཡོད་དེ་ང་བ་ཕྱི་ཙང་མང་གཙོའི་སྒྲིག་འཛུགས་གཅིག་གི་ནོར་རོ་ཡ། ང་ཚོ་མི་མང་གི་ཆེད་དུ་བཙུགས་བཞག་པའི་གཞུང་གཅིག་ཡིན་པ་སོང་ཙང། མི་དམངས་ཀྱི་མངོན་འདོད་དང་འབོད་སྒྲ་ལ་ངེས་པར་དུ་བདག་པོ་རྒྱག་དགོས་འདུག་ཟེར་གྱི་ལྟ་ངན་གཉིས་པ་དེ་འདི་ཡིན། ད་གསུམ་པ་དེ་ལ་ཡང་ནམ་རྒྱུན་ད་ང་རང་ཚོའི་རྩ་བའི་གི་ད་མི་རབས་རྒན་པ་ཚོའི་རེད་ད་ནང་བཞིན་གྱི་ང་ཚོའི་བཙན་བྱོལ་སྒྲིག་འཛུགས་ངོས་ནས་དུར་སྣང་བསྡད་ཀྱི་ཡོད་རེད་གང་ལྟར་ད་ངས་ད་ལྟ་གར་ཞུགས་ལ་ང་ཚོས་ནམ་རྒྱུན་གཞིས་ཆགས་ས་སྟེང་གཞིས་ཆགས་ས་སྟེང་གསུངས་བསྡད་ཀྱི་རེད་ད་དེ་ཙམ་མ་ཡིན་པའི་ཆེད་ནས་གང་ལྟར་ངས་གར་ཞུགས་ལ་ནི་བཙན་བྱོལ་བོད་མིའི་གནས་ཡུལ་ཁག་ཆ་ཚང། སྲ་བརྟན་དང། སྲ་བརྟན་ཐུབ་པའི་ཆེད་དུ། དམིགས་བསལ་འཕྲོད་བསྟེན་དང་བདེ་ཐང་གི་ལས་འཆར་དེ་འདྲ་མང་པོ་བྱེད་རྒྱུ་གོ་སྒྲིག་བྱས་ཡོད་རེད་གསུངས་ཀྱི་ཡོད་ལྟ་ངས་བསམ་པར་དེ་རེད། རྩ་བའི་གི་ད་དེ་གི། དེ་ངས་མཁར་ཆེན་ཞུ་སྒོར་ཕྱིན་ལབ་ཡིན་ན། ཨུ་རུ་སུའི་ད་དམར་ཤོག་ཚོགས་པའི་གི། ཅིག་ད་གཙོ་འཛིན་ལི་ཉིང་གི། གཏམ་བཤད་ཅིག་སྐབས་ཡ་ཨུ་རུ་སུའི་མི་ཚང་མས་ཨ་ཉི་མ་གཅིག་ལ་ཡ་ཆུ་ཚོད་གཅིག་ནས་གཉིས་བར་ལུས་རྩེ་རྩེ་སྒུག་གི་རེད། འདི་གར་ཕྱིན་ནས་ཞུས་པས་ན་ཨུ་རུ་སུའི་མི་མང་ཚང་མ་བདེ་ཐང་སྒུག་གི་རེད། མི་མང་གི་བདེ་ཐང་འདི་རྒྱལ་ཁབ་ཀྱི་སྟོབས་ཤུགས་ཡིན་ཞེས་ན་ཁོས་གོ་བདེ་བཤད་ཡོད་རེད། བྱེད་སྟངས་དེ་ཡིན་དུས་རྐང་པ་དངོས་གནས་ཀྱི་བདེན་པ་བདེན་རྐྱང་རེད་ལྷག་པར་དུ་ང་ཚོ་ལྟ་བུ་ཅིག་གིས་ད་འཐབ་རྩོད་བྱེད་མཁན་མི་རིགས་གཅིག་མིན་ན་དངོས་གནས་མི་མང་གི་བདེ་ཐང་དེ་ང་རང་ཚོའི་འཐབ་རྩོད་ཀྱི་ནུས་པ་གཅིག་དང་རྒྱལ་ཁབ་ཀྱི་སྟོབས་ཤུགས་གཅིག་སྐྱ་ཆ་སྐྱ་ཆམ་ཆག་གི་རེད། དེ་མ་འདོར་ཅིག་མི་མང་ཚང་མ་ཨ་ལས་ནད་ཆུང་གཅིག་དང་སོ་སོ་གཅིག་ཡིན་པས་ན་སོ་སོ་སྨན་ཁང་འགྲོ་མ་གྲུབ་དང་སོ་སོ་གཅིག་བྱེད་མ་ཐབས་བསྡད་དགོས་ཀྱི་ཡོད་རེད་དེ་འདྲའི་སོང་ཙང་ཚང་མ་གི་སོ་སོའི་གི་བདེ་ཐང་ཚོར་ལ་ཡང་གཅིག་བྱེད་དགོས་ཡ་གཅིག་ལ་ཡང་དེ་ཨ་གཞུང་གི་ངོས་ནས་མཐུན་རྐྱེན་སྦྱར་དགོས་ཡ་དེ་དཔེ་མི་སྲིད་སྐད་ཅིག་དཔེ་ཆ་ནི་ཡར་ཐོན་རྒྱལ་ཁབ་དང་དང་དཔེ་ཆ་ནི་ཉི་ཧོང་ལྟ་བུ་ལ་དཔེ་ཆ་དང། ཉི་ཧོང་འདི་ད་རྒྱལ་ཁབ་ཆུང་ཆུང་ཅིག་རེད་དེ་ལ་རྒྱལ་ཁབ་ནོར་ལོག་ལ་ཡང་མི་ལོ་བརྒྱ་བརྒལ་བ་དང་མི་ལོ་དགུ་བཅུ་བརྒལ་བ་ཐང་མོ་ཡོད་དེ་ངས་འདི་དག་ཚང་མ་གི་ད་ཚད་འགྲོ་ཅིག་དེ་ང་རང་ཚོ་མཐོ་ཤོས་འགྲོ་ཅིག་ཀླད་ཀོར་རོ་རྒྱ་ཆེ་ཆ་ནས་དེ་འད་ཡིན་དུས་ང་མ་ད་དང་ན་ཞིག་ཁན་རྡ་རེད་འཇར་མ་ནི་རེད་ཨ་རིག་དེ་ཚོ་གི་རྒྱལ་ཁབ་ཡར་ཐོན་ཆེན་དེ་ཚོ་ན་མི་མང་གི་བདེ་ཐང་གི་ཆེད་དུ་མཐུན་རྐྱེན་ག་ཚོད་བསྐྲུན་དགོས་རེད་མི་མང་གི་བདེ་ཐང་གི་ཆེད་དུ་ལས་གཞི་ག་ཚད་བརྩམ་དགོས་ཡོད་རེད་དེ་ཚོ་ད་ང་རང་ཚོ་གི་བཙན་བྱོལ་གི་གནས་བབ་ལ་དཔག་པའི་གི་རྩ་བའི་གི་ད་མི་འཛིན་སྐྱོང་ཐོག་ནས་གནང་གི་ཡོད་རེད། ག་བ་ཐོག་ནས་གནང་གི་ཡོད་རེད་ཡིན་ནས་ད། འདིའི་དང་འབྲེལ་བའི་ཀྱི་ཐོག་ནས་ལས་འཆར་དང་རང་ཚོའི་དཔེ་ཆ་ཤོད་ན་ས་ནས་ས་ཐོག་རེད་ཡ་ཨ་ནི་ཅིག་གི་སྨན་ཁང་གི་མཐུན་རྐྱེན་ཡིན་པའི་ནས་རེད་ད་ནང་བཞིན་སྨན་ཁང་ཙམ་མ་ཡིན་པའི། རྒྱུན་སྤྱོད་ཀྱི་ད་ཨ་ནི་ཅིག་གི་མི་མང་གི་འཕྲོད་བསྟེན་ཐོག་རེད་ཡ་ཨ་ནི། སློབ་གསོའི་ལས་གཞི་གསར་པ་སྤེལ་ཡ་དེ་འདྲ་ད་ཞེ་དྲག་ཆོས་ཕྱོགས་རེ་ཡིན་པའི་ནས་རེད་ཅིག་གི། ཅིག་ལུས་སེམས་གཉིས་ཀ་གི་འཕྲོད་བསྟེན་སྐོར་ལ། ཅིག་བསམ་བཏང་ཆོག་ཡིན་པ་ནས་འདི་འདྲའི་ཐོག་རང་ཚོས་མང་པོ་བྱས་འདུག་དེ་འདྲས་ཅིག་བྱུང་བས་ན་ཏན་ཏན་ང་རང་ཚོ་མི་མང་ཚང་མ་ལ་འདེམས་མ་ཐག་མ་ཡག་པོ་ཅིག་བྱུང་བས་ན་དེའི་ཚོད་ཀྱིས་ཨ་ནི་གཞུང་ལ་ཡག་འུར་བ་སྤུངས་ཏེ་ཞུ་ཐུག་ཡག་སོ་སོའི་འཐབ་རྩོད་ལ་འགན་ཁུར་བྱས་རྗེས་ཡོང་གི་འདུག་ཕྱི་ནས་ད་ངེད་ཀྱིས་གཙོ་བོ་ད་གཅིག་ད་རེ་དུས་གསུམ་བཤད་པ་ད་རྩ་བའི་གི་དུས་རྒྱུན་ད་ང་ཚོ་ཡི་སྲུང་འཁོར་བར་ད་བོད་པའི་གི་ཅིག་ག་ད་ང་རང་ཚོ་འཐབ་རྩོད་བྱེད་མཁན་མི་རིགས་ཅན་པའི་ཆ་ནས་ང་རང་ཚོ་མི་རིགས་ངོ་བོ་དེ་ད་བཟོས་ནས་ཐུབ་ཡག་ད་སོ་སོའི་སྐད་ཡིག་རིག་ཆོས་དང་རིག་གཞུང་ག་རེ་ཡིན་པའི་ནས་སྲུང་སྐྱོབ་བྱེད་དགོས་ཡག་དེ་ལ་དག་ན་ག་ཚོད་རེ་ད་ངོ་ནས་ཅིག་དོགས་པ་རྣམ་རྟོག་གང་ཡང་མེད་པའི་ཐོག་ནས་འབད་བརྩོན་བྱེད་དགོས་ཡ། ངོ་ནས་དེ་ཚོ་ཚང་མ་རུ་གནས་འགའ་ཞུ་ཅིག་རེད་བསམ་གི་ཡོད། ད་ང་རང་ཚོ་བཙན་བྱོལ་ནོར་བུར་རང་དབང་ཡོད་བསྡད་པ་རེད། ཨ་ནི། ཅིག་གོ་བབ་ཆ་ཚང་ཡོད་བསྡད་པ་རེད་དེ་འདྲའི་སོང་ཙང་དེའི་ལྟ་བུ་ཅིག་ཐོག་ནས་ང་ཚོས་གོ་སྐབས་དམ་འཛིན་གནང་པའི་ཐོག་ནས་བཟོད་གསོལ་ཆུ་དང་རི་གཞུང་འདྲ་པོ་སློབ་གཉེར་བྱས་པས་ད་ནང་བཞིན་གྱི་དེ་ལྟ་བུ་ཅིག་ཉམས་ཆག་འགྲོ་སའི་གི་ས་ཆ་ལ་ཡང་ང་རང་ཚོས་དོ་སྣང་བྱས་ནས་དེ་ལ་ཡང་གང་འད་ཅིག་གི་ཐོག་ནས་མཐུན་འགྱུར་ཞུ་ཐུབ་གི་འདུག་གང་འད་ཅིག་གི་ཐོག་ནས་ང་རང་ཚོའི་གི་ཕ་ཚོ་གང་འད་ཆ་ལུ་མཉམ་འདེགས་གི་ཐོག་ནས་བོད་པའི་གི་གང་ལྟར་ད་ངོ་བོ་འཛིན་པར་ཐུབ་པའི་ཀྱི་ཨ་ཆོས་རིག་གཞུང་སྐད་ཡིག་ལ་སོགས་པ་ག་རེ་ཡིན་པ་དེ་ཆ་ཚང་དུ་ཨ་འཛིན་སྐྱོང་སྤེལ་གསུམ་བྱས་ད་ང་རང་ཚང་མ་ལོག་ལ་འགན་ཡོད་པ་བཅས་ད་གསལ་པོ་ཞུ་བ་ཆགས་ཀྱི་འདུག་ད་དེ་འདྲའི་སོང་ཙང་མདོར་ན་ང་རང་ཚོའི་ཀྱི་ཚང་མས་ཀྱི་དགོངས་པ་གཞས་གཅིག་ལ་ཡང་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཉིན་རེ་ལས་ཉིན་རེ་མ་འདས་པ་ཨ་ནི། དགུང་ལོ་ཇེ་མཐོ་ཇེ་མཐོ་ཕེབས་བསྡད་ཀྱི་ཡོད་རེད། བོད་ནང་གི་གནས་སྟངས་དེ་ཉིན་རེ་ལས་ཉིན་རེ་མ་བལྟས་པར་རྫ་ཁྲག་ཁྲག་འགྲོ་བར་ད་རྣམ་པ་ཚོས་ངེད་ཅག་མཁྱེན་གྱི་རེད། ད་བོད་ཀྱི་འབྲི་རུ་གཙོས་བོད་ཀྱི་གནས་སྟངས་རེ་དྭངས་ན་ཡི་ད་ད་ལྟ་ལྷ་ས་རྒྱ་ཁྱུ་རེ་ཡིན་པས་ན་རྦད་དེ་ང་ཚོས་ཀྱིས་ད་ད་ལྟ་སྐད་འཕྲིན་དང་དེ་འདིའི་རིགས་དེ་ཚང་མ་ལོགས་ཞུགས་ཀྱིས་དམ་དྲག་བྱས་རྗེས་རྦད་དེ་ཕེབས་པར་ཞུགས་ཡོང་ངེས་དུས་དུ་ད་ཨ་ལི་གནས་སྐབས་བྲེལ་བ་ཆེ་མ་ཡོང་གསུང་ཡ་དེ་ཡོང་གི་འདུག་ཨ། དཔལ་དུ་དམ་བསྒྲགས་ཞུ་ཆེད་དུ་སྟག་ཁ་སྲིན་བུ་ཡི་འབྲས་སྤུངས་ཞོ་སྟོན་སྐབས་ལ་ཡང་ལྷས་སར་གང་ཐད་དམ་བསྒྲགས་བྱས་སོ། ད་ལྟའི་ཚང་མ་ལོ་རྣམ་པ་ཙུག་གིས་གཟིགས་ཀྱི་ཡོད་རེད་བ་བྱས་ད་ང་རང་ཚོ་གི་གལ་ཆེ་ཤོས་དེ་ད་བོད་ནང་ལ་ཡོད་ངེས་བོད་མི་དེ་ཚོ་བསམ་སྟངས་དགོས་རེད་བ། ང་ཚོ་ད་རིས་མ་ཐོན་བྱང་ད་མ་འདར་ཨ་ལས་ངེས་མ་ང་རང་གྲོགས་ཅིག་མེད་ད་བྱང་ད་མ་འདར་དེ་བ་ཟེར་བྱས་ངོ་རྒོལ་བྱས་ཧ་ཅིང་ཕི་གེ་ལ་ཡ་རྐང་འཁོར་འགྲུལ་བཞུད་ལེན་དགོས་རོགས་ཆེ་བག་བག་འགྲུལ་བཞུད་ལེན་དགོས་ར་ཅིང་ད་སྡུག་ར་དེ་མ་ཡོང་ན་ད་དེ་འཁོར་ཨོ་སི་ཨོ་སི་ར་བཞིན་འགྲོ་བསམ་པའི་གི་བསམ་བློ་ར་བཞིན་དགོས་འདུག་བ། དེ་མ་འདོག་ཅིག་བེ། བོད་ནང་རེ་བསྟན་གྱི་མི་དེ་ཚོས་ད་ད་རེས་བོད་དོན་ཐར་སྐད་འབོད་ཞིག་སྒྲོག་གི་ཡིན་ད་རེས་བོད་དོན་ཐར་ཡི་གེ་ཞིག་བྱ་དགའ་སྒྲོག་གི་ཡིན་ད་རེས་བོད་དོན་ཐར་ཡང་སྐད་ཆ་བཤད་གི་ཡིན་སོ་སོས་དབུ་འཁྲིད་ཀྱི་ཆེད་དུ་ཅིག་ད་རེས་སྨོན་ལམ་ཞིག་རྒྱག་གི་ཡིན་ད་རེས་དབུ་འཁྲིད་ཀྱི་ཆེད་དུ་ངས་སྐད་ཆ་བཤད་གི་ཡིན་བསམ་པའི་དེ་བསམ་བྱས་མ་གོ་ནས་དོན་པ་དག་དགོངས་དག་ནར་ལོག་ཡ་ཡོད་མེད་ད་ཀུན་ཆོ་དེ་འདྲས་ཅིག་ཆགས་ཚར་བའི་ཕྱིར་རྒྱ་མིས་འཛིན་བཟུང་བྱས་པའི་ཕྱིར་ཉིན་འཁོད་ན་མཚན་མ་གྱོན་མཚན་གྱོན་ན་ཉིན་མ་གྱོན་ལྟོ་གྲོད་པ་གང་རག་ཡ་མེད་པ་ལུས་གྲོ་བའི་དུག་ལོག་ཅིག་གོན་ཡ་མེད་པ་དེ་དཀའ་ངལ་འཕྲད་ཀྱི་ཡོད་པ་ད་ང་ཚོས་གསལ་པོ་ཞུ་ཅིག་འདི་དག་གི་མངོན་འདོད་འགྲུབ་པའི་ཆེད་དུ་ང་ཚོས་ངེས་པར་དུ་ད་དགོངས་པ་བཞེས་དགོས་འདུག་ད་དེ་དཔེ་མི་སྲིད་གལ་ཆེན་པོ་ཞིག་བོད་ནང་གི་དངོས་གནས་བོད་མི་ཚོར་ང་ཚོས་ད་བསམ་བློ་གཏང་དགོས་རུ་བ་དེ་གལ་ཆེའི་ཆོས་ང་ཚོ་བཙན་བྱོལ་ནང་རེ་རྒྱལ་བོ་རམ་ཐུགས་རྗེ་བཀའ་དྲིན་གྱིས་ད་ཨོ་ཟོ་ཟོ་ཡིན་འགྲོ་ད་དྲང་པོ་ཞུས་ད་ང་ད་ཚོས་ཡིན་ན་ཡང་ད་དངོས་གནས་བོད་ནང་རེ་ཡོད་ངའི་བོད་མི་དེ་ཚོའི་ཆེད་དུ་ང་ཚོ་ག་རེ་བྱེད་འོ་རེད་ཟེར་ཅིག་ད་དེ་ད་སྐུ་ལུས་མཆོད་མེ་ཕུལ་ཉེས་མི་ག་ཚད་བྱུང་ཡོད་རུ་བས་དེ་ཚོ་ཚང་མ་འགྲོ་ང་ཚོའི་གནས་བབ་དེ་དངོས་གནས་བསམ་ཡུལ་ལས་འདས་པ་འགྲོ་ཅིག་ཆགས་ཀྱི་འདུག་བ་དེ་འདྲའི་སུ་དང་ང་ཚོས་དེ་དག་དོན་དག་ལས་ག་རེ་བྱེད་ཐུག་རེད་དེ་དགོངས་པ་བཞེས་དགོས་བ་དེ་གཅིག་རེད་ཞབས། ད་བདག་ནང་ཞིག་ངེད་གོང་དུ་བཞུད་ན་ཞེས་ཏེ་སྤྱི་ནོར་ཁོང་ཚོ་རྐྱང་པ་ཆུམ་ཆུམ། དགུང་ལོ་ཇེ་མཐོ་ཇེ་མཐོར་ཕེབས་བསྡད་ཀྱི་ཡོད་རུང་བོད་ནང་གནས་ཚང་འདྲ་ཚར་འདུག་གོ་ད་གསུམ་པོ་དེ་ལ་ཡང། ད་ང་རང་ཚོའི་བཙན་བྱོལ་གནས་བབ་ཡོད་ན་ད་ཁ་དོག་རང་བཞིན་ཅན་གྱི་གནས་བབ་ཅིག་ཆགས་ཀྱི་ཡོད་རེད་བདག་ནང་ཞིག་སློབ་གྲྭ་ཁག་ལ་སླབ་གྲྭ་ཁག་ནང་ད་རེས་ཁེ་སི་སློབ་ཞུགས་བྱེད་མཁན་ཉུང་འགྲོ་གི་ཡོད་རེད་གྲྭ་ས་ཁག་ནང་གྲྭ་རྒྱུན་གཏོང་འགྲོ་ཡག་གི་གནས་བབ་ཅིག་ཆགས་བསྡད་ཀྱི་ཡོད་རེད་ལ་སོགས་པའི་ལ་སོགས་པའི་དཀའ་ངལ་དེ་དག་ད་བསམ་བློ་བཏང་པའི་སྐབས་ལ་ཡང་ད་ང་རང་ཚོ་ལ་ད་ཆོས་སྒོ་དང་ཆོས་ལུགས་ལུང་བསྟན་དང་ཁྱོད་ཀྱི་ཤོག་ཁག་དང་ངའི་ཤོག་ཁག། ཁྱེད་ནི་རྩོད་པ་བརྒྱབ་བསྡད་ཡག་དང་འཐེན་འཁྱེར་བྱས་བསྡད་ཡག་དུས་ཚོད་རྩ་བ་ཉིད་ལས་མི་འདུག་ད་ང་རང་ཚོ་ཚང་མ་ལོག་གི་དེ་རིང་ནས་འབོད་སྒྲ་གཅིག་དང་མངོན་འདོད་གཅིག་གི་ཐོག་ནས་ངའི་དབུ་ཁྲིད་ཁོང་ཚོ་མཆོག་ངའི་རྒྱལ་ཁབ་བོད་ངའི་མི་རིགས་ཨ་ནི་བོད་མི་རིགས་ས་ཆེན་དགོངས་པ་ཞེས་པའི་ཐོག་ནས་སྤྱི་ནོར་ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་སྐུ་ཐོག་བདེ་ལ་ཡག་ངེས་པར་དུ་བོད་ལ་གདན་འདྲེན་ཞུ་ཐུབ་པའི་ཆེད་ད་ང་རང་ཚང་མས་ཀྱི་ནུས་པ་མཉམ་སྤུངས་བྱ་དགོས་འདུག་འདི་མ་གཏོགས་གཅིག་པའི་ད་དེའི་རྗེས་ལས་ད་དུང་ང་ཚོ་འཆི་དྲགས་པས་ན་ད་ང་རང་ཚོར་དཀའ་ངལ་འཕྲད་ཡ་ཅིག་ད་ང་རང་ཚང་མ་ལོར་ཆུ་ལོ་བེད་ཁོ་རེ་ད་ཁང་པ་ན་གུང་ཅིག་ན་གཞུ་བང་སེབ་ན་ཞིག་ཆགས་འགྲོ་ཡ་ཉེན་ཁ་ཡོད་རེད་དེ་འདྲས་གསུངས་ད་ད་ཚང་མ་ལོ་གའི་སྔོན་ནས་ད་ཅིག་བསམ་པ་གཅིག་མཐུན་ཨ་འབོད་སྒྲ་གཅིག་མཐུན་གི་ཐོག་ནས་ད་གང་ད་ཅིག་གི་གར་སོ་རེ་བས། སྔོན་ནས་འཐེན་འཁྱེར་གི་བསམ་བློ་དེ་ད་དེ་ཚོའི་གི་སོ་སོའི་གི་ཕྱོགས་ལྷུང་གི་བསམ་བློ་དེ་བག་དོར་བྱས་དངོས་གནས་ཀྱི་ད་རྒྱལ་ཁབ་དང་མི་རིགས་དོན་དག་ལ་ཡང་དགོངས་པ་ཅིག་བཞེས་ཅེས་ཕྱག་ལས་གནང་འགུག་འདུག་ཟེར་གྱི་ད་དེའི་ཐོག་ད་གནད་དོན་འདི་ཚོའི་ཐོག་ལ་ང་མི་ལ་ཞུ་ཡི་འདི་གི་ང་རང་གི་བསམ་བློ་འདི་འདྲ་ཞིག་བཏང་གི་ཡོད་ཨ་ནི་འདུག་བྱས་ནས་རེད་ད་བྱས་ཙང་ད་ད་རིང་ང་ཚོ་དེ་བཅའ་ཡ་དེ་ད་རྩ་བའི་གི་མ་འོངས་པའི་ཅིག་འོས་མིར་ཅིག་རེད་ཡིན་པའི་ཆ་ནས་ད་འོས་བསྡུའི་ལས་རིམ་ནང་ཞུགས་གི་ཡོད་རེད་འདི་འདྲ་ཚོ་ད་རྩ་བའི་གཏམ་མ་ཞིག་བྱས་ལ་ཡང་མཇུག་སྡོམ་རྒྱལ་བས་དང། ཨ་ནེ་ཅིག་ཐུགས་རྗེ་ལེགས་པོ་ཞུ་བའི་སྐབས་ལ་ཡོང་གི་རེད་ཅེས་ཐང་ཉེ་འདུག་བཞག་གི་ཡིན་ཨ་ནེ་ཅིག་ད་གང་ཐུགས་འདུན་ཞུས་པའི་འབད་རྩོལ་ར་ཞུ་གི་ཡོད་དེ་ཡང་དེ་གདེང་འཇེ་གལ་ཆེན་པོ་སོང་ཙང་དེ་སི་རིང་པོ་ར་ཅེ་ཆགས་སོ་ཨ་ནམ་ལྷན་གིས་ཐང་མོ་ལོག་སོད་སོད་ཞུ་གི་ཡོད་ན་དྲི་བ་ཡོད་ན་ང་རང་ཚོ་དྲི་བ་དྲིས་ལན་གི་བརྒྱུད་རིམ་དང་ཡང་གནས་ཚུལ་ཁ་ཤས་གསལ་བོ་ཆགས་འགྲོ་ཡག་གི་རེ་བ་རྒྱག་གི་ཡོད་ཐུགས་ཆེ། ཨ་ནེ་ད་ད་རིང་དེ་ལྷ་ཚང་ཚོགས་པའི་ངོས་ནས་གོ་སྒྲིག་གནང་པ་ཞིག་གསུངས་གི་དེ་བཅར་ཆེད་ང་རང་བྱུང་འགྱུར་ཉེ་དུ་གཉིས་བསགས་བཅོས་ལོའི་དབུས་གཙང་དང་པོ་ཆོལ་ཁའི་ཁོངས་ནས་སྤྱི་འཐུས་སུ་ཨ་ནེ་ལང་གི་ཡོད་པ་སོང་ཙང་སོ་སོ་སྒེར་གྱི་ངོ་སྤྲོད་རེད། ཨ་ནེ་དང་ཨ་ནེ་བཞིན་གྱི་སོ་སོའི་མ་འོངས་པའི་དམིགས་ཡུལ་དང་ལས་འཆར་རེད། ཨ་རྣམ་པ་ཚོའི་དྲི་བ་དྲི་ལན་རེད་དེ་ཚོད་དང། ཁག་མེད་ཚད་ཡག་པོ་བྱུང་སོང། ཨ་རྣམ་པ་ལས་འགལ་ཚང་མ་ལོག་རེད་ཡ། ཨ་ནེ་བཀའ་དྲིན་བླ་མེད་དུ་ཆེ་ཞོད་ཅིག་དང། ཨ་ནེ། ད། རྣམ་པ་ཚོ་མཁྱེན་གསལ་དང་ད་ག་རང་གང་དང་ང་ཚོའི་གི་ད་རྫ་དྲག་གནས་བབ་ངས་གོང་དུ་ཞུས་པ་ན་ཞིག་རྫ་དྲག་གནས་བབ་དེ་ཚོ་ལ་དགོངས་པ་བཞེས་པའི་ཐོག་ནས་ད་ང་རང་ཚོའི་དབུ་ཁྲིད་མི་མང་གི་འཐུས་མི་དེ་ཚོ་ཡག་པོ་ཞིག་བརྩམ་དགོས་ཏེ་ང་རང་ཚང་མ་རོགས་ཀྱི་ལས་ཀའི་གལ་ཆེ་ཤོས་ཆགས་ཀྱི་ཡོད་ཅེས་དང་འབྱུང་འགྱུར་ཉིས་སྟོང་ཉིས་བརྩེགས་གཅིག་གི་ང་རང་ཚོའི་གི་ད་གང་དག་དབུ་ཁྲིད་གཏམ་ཕྱོགས་དེ་མི་ནོར་བ་ཅིག་དང་དང་པོ་མ་ནོར་བ་གནང་བས་ད་གལ་ཆེན་པོ་ཞུ་ཅི་རེད་ཤག་ཨ་འདི་འདྲས་སོང་ཙང་ཨ་ནི་གུས་པའི་ངོས་ནས་རྣམ་པ་ཚོར་འབོད་སྐུལ་ཞུ་ཡ་གཅིག་ལ་ཨ་ནི་རྣམ་པ་ཚོས་ད་གོང་དུ་ང་རང་ལོ་རྒྱུས་རོབ་ཞུས་ཡོད་དང་ནང་བཞིན་གྱི་གནས་སྟངས་དེ་འདྲས་ཅིག་རྣམ་པ་ཚོ་ཆ་ཚང་རུ་དེ་བཞིན་ཞུས་ཡོད་རེད་རྣམ་པ་ཚོའི་ངོས་ནས་གལ་སྲིད་ཨ་ནི་གུས་པ་ལ་ཡ། ཡིད་ཆེས་དང་གདེང་འཇོག་ཨ་ནི་འདི་འདྲའི་གནང་ཆེ་ད་ནི་གུས་པ་ཨ་སྤྱི་འཐུས་སྐུ་སྤྱི་འཐུས་ལ་ཡ་སླེབས་ཐུབ་ཡག་གི་ཨ་ནི་རྒྱབ་སྐྱོར་གནང་པ་ཡིན་ན་ཨ་ཏན་ཏན་གུས་པའི་ངོས་ནས་རྣམ་པ་ཚོའི་རེ་བ་དང་གདེང་འཇོག་དེ་ཚོ་ཨ་ཆུས་ཚོས་སུ་མ་འགྲོ་བ་ལ་ཡ་སྤྱི་འཐུས་མཚན་ལྡན་ཅིག་བྱེད་ཐུབ་ཡག་གི་ཨ་ནི་ཁས་ལེན་དང་ཨ་ནི་རྣམ་པ་ཚོས་ཀྱི་འོས་ཤོག་འཕེན་པ་འདི། ཁྲོ་ལགས་སུ་འགྲོ་གི་མ་རེད་བྱིན་ཏེ། སྙིང་པོ་ཆེན་པོ་བྱས་ནས་ཞུ་ཐུག་འདུག་དེ་ནས་ཚོང་ཙང་རྣམ་པ་ཚོའི་ངོས་ནས་ངེས་པར་དུ་ཨ་ནི། ས་གནས་ཀྱི་འོས་བསྡུ་ལས་རིམ་རྣམས་ལ་ཡང་ཐད་ནས་རྒྱབ་སྐྱོར་གནང་རོགས་གནང་བྱིན་ཏེ་འབོད་སྐུལ་ཞུ་འདོད་བྱུང། མདོར་ན། གང་ལྟར་ང་རང་ཚོ་ཚང་མ་ལོག་གི་གདའ། སོ་སོ་སྒེར་པ་གཅིག་གདའ་གང་ལྟར་སྤྱི་འཐུས་ཆགས་ཀྱི་ཡོད་མེད་གདའ་སྲིད་སྐྱོང་ཆགས་ཀྱི་ཡོད་མེད་ལ་མ་འདོད་པའི་ཚང་མ་ལོག་གི་ང་རང་ཚོ་ཁ་བ་གངས་ཅན་པའི་ལས་དབང་ལ་དགོངས་པ་བཞེས་བྱས། གང་ལྟར་ཚང་མས་ཕྱར་གྲུ་མཉམ་འདེགས་ཀྱི་ཐོག་ནས་ཕྱག་ལས་གནང་བྱས། སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་དེའི་རིང་ལ་ཡང་ང་རང་ཚོ་གཞིས་བྱེས་མཉམ་འཚོ་ཡོང་ཡ་ཅིག་དང་མ་འོངས་པའི་འབྱུང་འགྱུར་ད་ནི། ཉིས་སྟོང་ཉི་ཤུ་རྩ་དྲུག་ལོ་གི་ད་འོས་འདེམས་ཆེན་པོ་འདི་ཨ་བོད་ཀྱི་རྒྱལ་ས་ལྷ་སར་བྱེད་ཐུབ་ཡ་ཅིག་ད་ང་རང་ཚོས་སྨོན་ལམ་རྒྱབ་དགོས་ཡ་འདི་ཚོ་གལ་ཆེན་པོ་ཤོག་ཅེས་བྱ་བྱེད་དང་ཚང་མ་ལོ་ག་འདིའི་ཐོག་ལ་འབད་རྩོལ་དང་འདི་གནང་རོགས་ཆེ་ཞེས་ཞུ་གི་ཡོད། ལ་སོ་རྣམ་པ་ཚང་མ་ལོ་ཐུགས་ཆེ། ད་དུང་བོད་མི་བླ་ན་མ་མཆིས་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ། ནི་ཡུན་དུ་བརྟན་ཅིང་ཐུགས་ཀྱི་ཞིང་ཀུན་བདག་དང་བོད་མི་ལྷུན་གྱིས་གྲུབ་པ་དང། གཞི་བྱེས་མཉམ་འཛོམས་ཀྱི་ཉིང་བ་མགྱོགས་ནས་མྱུར་དུ་ཆགས་ཆེད། ནི། ཕོ་བྲང། པོ་ཏི་ལས་བསྡུས་ལ་ངོ་ཚ་མགྱོགས་ནས་མྱུར་དུ་བྱེད་ཡག་གི། རེ་བ་དང་མོས་འདུན་ཞུ་གི་ཡོད། ཐུགས་རྗེ་ཆེ།
ནི། ལྷག་བསམ་ཚོགས་པའི་ནང་ལ། ནི་བླ་སྤྲུལ་དགེ་འོས་གཤེན་ཆེན་མོ་ཀྱེའུ་ཚང་རིན་པོ་ཆེ་ལ་གཙོས་པའི། ཨ་ནི། རྒྱལ་སྤྱིའི་དཔའ་བོ་དཔའ་མོ་ཆབ་སྲིད་བཙོན་ཟུར་བ་རྣམ་པ་རེ་ད་ག་ནང་བཞིན་མ་འོངས་ཉིས་སྟོང་ཉི་ཤུ་རྩེག་གཅིག་གི། སྤྱི་འཐུས་འོས་མི་གསར་བ་བཞག་ཉེན་རྣམ་པ་ཚོ་རེད། ཨ་ནི་མཁྱེན་ལྡན་ཡངས་པའི་ད་གེ་བཞེས་ལ་རྣམ་པ་ཚོ་གཙོ་བོར་གྱུར་བས། ཨ་ནི་གཅིག། བོད་ཀྱི་གསོ་བ་རིག་པའི་སྨན་པ་ལྷན་རྒྱས་རྣམ་པ་ཚོ་གཙོ་བོར་གྱུར་བས། ཨ་ནི་ང་ཚོས་ཐང་བསམ་ལྷད་མེད་ཀྱི་དྲ་གྲོགས་སེར་སྐྱ་ཕོ་མོ་ཡོངས་ལ་ཡང་སྐུ་ཁམས་བཟང་བའི་འཚམས་འདྲི་དང། དུས་གསུམ་འཚམས་འདྲི་ཞུ་ཡ་བྱས་ཨ་ནི་ད་རེས་ཏེ། ལྷག་བསམ་ཚོགས་པ་ངོས་ནས་འབུལ་སྐུལ་ཞུས་པ་ཞིག་གསུངས་གི། ཨ་ནེ། གཅིག། བར་ན་བོད་ཀྱི། སློབ་གསོ། བོད་ནས་གསར་དུ་ཕེབས། བཞོལ་བ། འཇིགས་མེད་ལ་དེ། ལྷག་བསམ་ཚོགས་པའི་ངོས་ནས་འབུལ་དགོས་ཞུས་པ་ཞིག་གསུང་གི། དང་ལེན་གནང་ཆེད་སྐུ་ཚེ་ལོ་རྒྱུས་ཆ་ཚང་འདྲ་ཅིག་དེ་ནས་མར་འགྲེལ་བརྗོད་གནང་སོང། ལྷག་བསམ་ཚོགས་པའི། གཅིག་ཚབ་ཞུས་ཆེད་དེ་སྙིང་དབུས་ནས་བཀའ་དྲིན་ཆེ་ཐུགས་རྗེ་ཆེ་ལ་ནི། ཞུ་ཡ་ཡིན།